ཨ་མ་སྟོན་པའི་བར་གསུམ་གྱི་ནང་ཆབ་སྲིད་ཀྱི་ང་རྒྱལ་ནི་རེད། དེ་བཞིན་གླིང་རྒྱུད་ཀྱི་སར་ཡོད་སྒྲུང་གཞུང་བ་ཡིས་མིའི་རིགས་ཀྱི་ཤེས་རིག་གི་སྤྱོད་ཚུལ་ལ་དཔའ་བོའི་རྟོགས་པ་བརྗོད་པའི་ལོ་རྒྱུས་སྙན་རྩོམ་ཡང་མོ་འཛམ་གླིང་གི་སར་ཡོད་སྒྲུང་གི་ལེགས་སྐྱེས་ཕུལ་ནི་རེད། སྦྲེལ་དགའ་དབྱི་བ་སྒ་དེ་རིང་གི་བགྲོ་གླེང་ལས་འཛིན་ནང་གླིང་རྒྱུད་ཀྱི་སར་ཡོད་སྒྲུང་གི་ཞིབ་འཇུག་པ་ཆེན་མོ་རྒན་ལྗང་བུས་རྒྱ་མཚོ་ལགས་གདན་འདྲེན་བྱས་ཡོད། དེས་ན་རྒན་ཁོང་གི་མྱི་ཚེའི་བཞུན་ལམ་དང་འབྲེལ་ནས་བླ་མ་གེ་སར་རྒྱལ་བོའི་སྒྲུང་གི་སྐོར་ནས་བགྲོ་གླེང་བྱེད་ཨེ་འཚམ་ཞིག་བྱོས། ཡ་རྒན་ལགས་བདེ་མོ། བདེ་མོ། ད་དགེ་རྒན་གྱི་འདིའི་ད་ཆའི་བཤད་པ་ནང་བཞིན་ད་ལང་སྒྲུང་དེ་ན་ལོག་ཉིན་ཕབ་ན་ཤི་གི་ཧ་ཟི་གོ་གི་མོ། དེ་བཞིན་ཕྱི་ཆའི་ཡང་འདི་ན་ཅིག་དཔའ་བོ་གེ་སར་རྫས་ད་ཅིག་བོད་ཀྱི་ག་ལང་སྒྲུང་འདི་ཧ་ར་ལོག་ཉིན་ན་ཕབ་སྐྲུན་ཡི་ཅུང་གི་ལས་སྐལ་དང་བོ་ཟི་ལས་གོ་ཁ། དེས་ན་དགེ་རྒན་གྱི་འདིའི་ནང་གི་འགན་ཁུར་སོ་འགན་གཙོ་བོ་ཆི་ཟི་ཁར་བོ་ན་རེད།

རེད། ད་ནི་དཔེར་ན་ཁྱེད་རང་ཚོ་སྤྱང་གྲགས་ལས་ཁུངས་རེད་དེ་གཟུགས་ཅན་དང་དེ་ནི་ནི་ལོག་ཁ་རེད། ད་འུ་ཐུག་པའི་ལས་ཁ་རེད། ཁ་རེད་ཟེར་ན་དེ་འདྲའི་འཁྲབ་གཞུང་བཟོ་མཁན་དེ་ཡོད་ཡོད་རེད་དེ་ཁོ་ཚོ་བོད་ཀྱི་ལོ་རྒྱུས་ཤེས་དགོས་ཀྱི་མ་རེད། སྒྲུང་མཁན་ཤེས་དགོས་སྒྲུང་ཡིག་གེ་སར་གྱི་སྒྲུང་ཡིག་མང་ཆེ་བ་བོད་ཡིག་རེད། ཁོ་ཚོ་བྱེད་ཐུབ་ཀྱི་མ་རེད། སྣོད་ངག་ཁར་བྱས་ནས་རྩོམ་པ་པོ་ཅིག་བྱས་ནས་འོང་གི་རེད། དེ་ནི་རྒྱ་ཡིག་དེ་ཟེར་ནས་ད་ངས་སློབ་སྦྱོང་བྱས་ནས་འུ་ཚོ་ལོ་བརྒྱ་ཅུ་ལས་ཡོང་དུས་དེ་ནི་མུ་མཐུད་ནས་སློབ་སྦྱོང་བྱས་ནས། སྐད་ཁ་ནིང་པོ་ཚུར་ནས་འཁྲབ་ཤོང་ཟེར་བ་དེ་ངའི་གཙོ་བོ་རེད། རེད། དེ་ནི་ང་གཅིག་པོ་མེད་དེ་ནི་ངས་ཡང་མི་གཞན་པ་ལ། མི་གཞན་པ། བཀའ་འདྲི་ཞུ་ཡག་དང་ཁོང་ཚོ་དང་གྲོས་བྱས་ངས་བྲིས་ནས་དེ་བྱས་ནས། ཧུང། འཁྲབ་ཤོང་ཚུར་ཨང་གཅིག་པ་རེད། འཁྲབ་ཤོང་དགོས་རྒྱུ་རེད་རེད། ཨེ། ཨང་གཉིས་པ་དེ་བཀོད་སྒྲིག་བྱས་ཡག་རེད་ང་ཚོ་བཀོད་སྒྲིག་བྱས་བཀོད་སྒྲིག་བྱས་ནས་དཔེར་ན་ཁྲི་དེ་ལོ་ནའི་ཟུར་དེ་ས་ཆ་སྐོར་རེད། རེད། ག་པ་པར་རྒྱག་པ་ང་ཚོ་དཔེར་ན་ལུང་གླིང་གེ་སར་གྱི་གླིང་དེ། གནའ་རབས་ཀྱི་གླིང་དེ་ག་འདྲ་ཡོད་རེད་ང་ཚོ་སེང་འབྲུག་སྟག་རྩེ་ཕོ་བྲང་ཟེར་ག་འདྲ་ཅིག་ཡོད་རེད།

དེ་ནི་ཁྲག་གི་ངད་ག་འདྲའི་ཚ་བ་ནི་དེ་ནི་ཁོ་ཚོ་ཐག་གཅོད་ཡས་དེ་ངས་བྱེད་སྒོ་བྱས་ཐུབ་གི་མ་རེད་ང་ཚོ་ཚོགས་ཁག་བྱས་ཡོད་རེད། དེ་ཚ་ངའི་ལས་འགན་གཙོ་བོ་དེ་འཁྲབ་གཞུང་བཟོ་ཡ་དེ་ཨང་དང་པོ། ཨང་གཉིས་པ་དེ་ནི་བཀོད་སྒྲིག་བྱེད་ཡ་དང། དེ་དེ་ནི་ཐག་གཅོད་བྱེད་མཁན་དེ་དེ་ནི་དེ་བོད་ནས་ང་རང་ཚོ་བྱས་ནས་སློབ་སྟོན་དགོས་རེད་པ་གློག་ཀླད་སོ་དེ་སློབ་སྟོན་པ་ང་རང་བྱས་ནས་ང་རང་ཚོ་ཡག་ཤོས་བྱུང་ནས་ང་རང་ཚོ་བོད་ཀྱི་འཁྲབ་སྟོན་པ་དང་བོད་ཀྱི་སློབ་གྲྭ།

དེ་ནི་ཕྱི་རྒྱལ་གྱི་དཔོན་རིགས་ཁྲོད་དེ་གའི་ཚུལ་འཁྲུལ་འཁོར་ལོ་སྤར་རྒྱག་ཡ་དེ་ནི་དེ་ཚོ་ཚང་མ་ལ་དཀའ་ལས་ཞེ་དྲག་ཡོད་རེད། དེ་ནང་ད་འདི་ད་ཅི་ཆོན་ད་ཡིན་དེ་ཕལ་ཆེར་ཁིར་དགའ་ཅིག་དུས་ཚོད་དྲ་དེ་ལ་ཁིས་རང་ཐོང་འདི་མོ་ཟིག་ཕར་དྲན་ལ་དེ་ཐག་ཆོད་དྲ་དུ་ཡོད་ན་རེད། ང་ཚོ་ཆ་ཤས་དེ་ཅི་དང་ཡོད་དེ་ད་ལྟ་ནང་སང་དེ་ཁ་བོ་ད་ལྟ་གྲ་སྒྲིག་བྱས་ནས་ལོ་སུམ་བཞི་ཟིག་ཕྱིན་ཚར་བ་རེད་ལོ་སུམ་བཅུ་ཚར་ནས་གྲ་སྒྲིག་ཡག་པོ་བྱུང་ཡོད་དེ་ང་ཚོ་འདི་ནས་ཧའི་ཏན་ལ་དྲིལ་བསྒྲགས་བྱས་དེ་ནི་ཁྲེང་ལུང་ཟེར་ནི་སྐད་གྲགས་ཡོད་ངེས་དེ་ཡོད་རེད་ཞེས་པའི་འཕྲོག་འདོན་པ་ཆེན་པོ་རེད་བ་ཁོང་རང་ལ་བཀའ་འདྲི་ཞུས་ཁོང་གིས་དེ་འདྲི་ལ་མ་བྱེད་དེ་ལས་ཀ་ཧ་ཅང་གལ་ཆེན་པོ་རེད་རོགས་ག་རེ་བྱེད་དགོས་ན་ཁོས་བྱེད་དགོས་ཟེར་ཁོས་བྱེད་དགོས་ཁོ་རང་རོགས་བྱེད་དགོས་ཟེར་དཔལ་འབྱོར་ཐོག་ནས་རོགས་བྱེད་དགོས་ཟེར་ང་ཚོ་ཁོ་དེ་འདྲ་ཞུས་ན་ཕ་ངུས་སྤྲད་དགོས་ཟེར་ངུས་གནས་སྐབས་མི་དགོས་ཟེར་གློག་བརྙན་བཟོ་ཚར་དུས་ངུས་སྤྲད་ན་ཆོག་ཟེར་ད་ལྟ་ཁྱེད་རང་ཚོས་དཀའ་ལས་ཡོད་ན་ཁོས་ང་ལ་མཚོན་ན་ངུས་ཚུར་སྤྲད་དགོས་ཟེར་གྱི་འདུག་དེ་ཧ་ཅང་ཡག་པོ་རེད་དེ་འདྲ་བྱས་ན། དེ་ནི་ང་རང་ཚོ་བོད་རིགས་དེ་ཚོ་ལ་དེ་བྱས་ངན་འཁྲབ་སྟོན་པ་དེ་ཚོ་ཡོད་དེ་གེ་སར་གི་དེ་དེ་ཡིན་ན་དེ་ནི་ཁོང་ཚོ་འཁྲབ་སྟོན་བྱས་གི་ཡིན་ཟེར་དེ་རྣམས་ལ་ཇི་ལྟར་བླ་མ་དགོས་ཟེར་དེ་འདྲ་བཤད་ངན་མང་པོ་འདུག་ངན་ཤོས་ཀྱི་ཁུངས་ཨ་དེ་ཡག་པོ་རེད་རེད་དེ་ནི་རྒྱ་རིགས་དེ་འདྲ་འདུག་དེ་ནི་ང་ཁ་ཁོག་རེད་པེ་ན་འབྲུག་མོ་དགོས་རེད།

ངས་ཁྲོ་ཆུང་གྲུ་འདེགས་ཁ་བར་ཁོ་མི་ཡག་པོ་རེད་ཟེར་ན་ནི་ཁོས་ལས་ཁ་སྡུག་ཅག་མང་པོ་ཡོད་རེད། ཁོ་སྡུག་ཅག་ཡོད་རེད་ཟེར་ན་ཡང་ཁོ་ལས་ཁ་ལིང་ལ་ཤ་ཞེན་ཡོད་མཁན། ཞབས་ཕྱི་མ་རེད་དེ།
ཡོད་ན་ཡོད་པའི་མ་འདྲེས་ཨ་ཁུ་ཁྲོ་ཐུང་མེད་ན་མེད་པའི་མ་འདྲེས་ཨ་ཁུ་ཁྲོ་ཐུང་ཟེར་ནས་ཨ་ཁུ་ཁྲོ་ཐུང་དེ་གལ་སྲིད་གླིང་སྒྲུང་ནང་ཡོད་ན་ནི་མ་འདྲེས་ཁོས་རྣོ་གྲངས་མང་པོ་བཟོས། མེད་ན་ནི་ཡང་སྒྲུང་བཙལ་མི་ཐུབ་བྱས་ཙང་དེ་གི་ཁྲོ་ཆུང་དེ། ད་གླིང་སྒྲུང་དེ་ག་འདྲས་ཅིག་བཟོ་དགོས་ཟེར་དུས། ཁོ་ཡིས་མི་ཡག་པོ་རེད་ཟེར་ད་ཁོས་ལས་ཀ་སྡུག་ཅག་མང་པོ་བྱས། ཁོ་སྡུག་ཅག་ཟེར་དུས་ཁོ་གླིང་ལ་ཕན་པའི་ལས་ཀ་མང་པོ་བྱས། དེ་ངས་འཁྲབ་གཞུང་བྲིས་དུས་དེ་ནི་དཀའ་ལས་ཞེ་དྲག་ཡོད་རེད། ཁྱོད་རང་གི་འདིའི་ནང་གི་ད་གཙོ་བོ་གོ་སྒྲིག་པ་ཡིན་གོ་ག་ཞིག་ཡིན་ན་ཁོར་ཡུག་གི་གོ་སྒྲིག་པ། གཉིས་ཡིན་ན་ཉར་སྣ་གི་གོ་སྒྲིག་པ། དེ་ཡིན་ན་ད་འདིའི་གླང་གེ་སར་རྒྱལ་བོ་ཡིན་ན་ཁར་གི་ད་གཙོ་བོ་འདིའི་ནང་གི་ཉར་སྣ་གཙོ་བོ་ཡིན་ན་ད་འཛམ་གླང་གེ་སར་རྒྱལ་བོ་རེད་མོ། རེད་རེད། དེ་ན་ཁྱོད་རང་གིས་ད་ཅིག་ཁྱོད་རང་གི།

ཡང་ལྷ་ནི་སྤྱི་དང་གི་མིང་མིན་པ། མིའི་ནང་གི་སྤྱི་བོ་དང་པ། ལྷ་སའི་བུ་ཏོ་དཀར་པོ། དེ་ནི་ཁོ་དཔའ་བོ། གཟུགས་མྱངས་པ། དེ་སྐད་ཅེས་ཙང་ཀ། ཁོ་རང་ཤེས་རབ་བློ་གྲོས་ལྡན་པ། སྟོབས་མྱང་འཇོན་ལྡན་པ། དེ་འདྲ་ཅེས་ཅེས་ཙང་མིས་དེ་འདྲ་ཅི་བྱས་ཏེ་ཁ་ཁོ་རེ་ཟ་ངོ་འདུག་ད་ཡི་ཀ་ད་ང་ཚོ། དེ་འདྲ་འཁྲབ་སྟོན་པ། ང་ཚོ། བོད་ཡོང་ན་བོད་ཀྱི་འཁྲབ་སྟོན་པ་ཡོང་ན་ཡག་ཤོས་རེད། བོད་སློབ་མ་བཏོན་ན་དེ་ནི་རྒྱ་རིགས་དང་མི་རིགས་གཞན་པ། དེ་འདྲ་བསམ་བློ་བཏང་དགོས་པ་ཡོད་རེད་ང་ཚོ་ཚོགས་པ་བཅུ་ཡོད་རེད་དེ་ལས་འགན་དེ་བརྩེ་དགོས་རེད། བྱས་ཙང་ང་ཚོ་དེ་བྱས་ཙང་ངས་གླིང་སྒྲུང་གི་སྟེང་ན་གླིང་གེ་སར་རྒྱལ་པོ་མ་བྲིས་རེད་དེ་ག་རེ་ཟེར་དེ་ང་རང་གི་བསམ་ད་ལྟ་ཁྱེད་རང་བྲེལ་བ་དེ་ཧ་ཅང་གལ་ཆེན་པོ་རེད་ངས་བསམ་བསམ་པ་དེ་དེ་གླིང་སྒྲུང་གླིང་སྒྲུང་དེ་ང་རང་ཚོ་མི་རིགས་ཀྱི་དཔའ་བོ་གཅིག་ཁོ་རྒྱལ་པོ་མ་རེད་བསམ་གི་འདུག་རྒྱལ་པོ་རེད་ད་གླིང་གི་རྒྱལ་པོ་རེད་ཨ་རེད་ད་གལ་ཆེ་ཤོས་དེ་ང་ཚོ་སྟོད་པ་དང་དཔའ་བོ

རེད་ད་དགེ་རྒན་གང་གི་སོང་ལང་གེ་སར་རྒྱབ་བར་གནས་འདི་འགྱེལ་ན་ད་ང་ཚོ་ཅིག་ནང་ན་ཕྱོགས་སོ་སོ་འདི་ཡོད་ནི་ལོ་རྒྱུས་གི་ཆ་ཡོད་ནི་ག་མང་སུ་གི་ཆ་ཡོད་ནི་རྩོམ་རིག་སྒྱུ་རྩལ་གི་ཆ་ཡོད་ཡོང་ནི་དེ་མ་ཡིན་པའི་རང་མི་རིགས་ཀྱི་ཅིག་བསམ་པའི་སྙང་སྟོབས་བསམ་པའི་དཔལ་ཡོན་གི་ཡང་ཆ་ཡོད་ནི་ཡང་ད་ཅིག་ལང་གེ་སར་རྒྱབ་བར་སྒྲོངས་འདི་ཡིན་ན་ད་ང་ཚོ་བོད་ཀྱི་ཅིག་རིག་གནས་གི་མཛོད་ལྟ་བུར་གོ་དཀའ། དེ་བཞིན་གིར་གིང་གི་ཡང་དེའི་ལོ་ཙཱ་གི་ལས་སྐལ་གི་འཕྲོ་ཁུ་འདིའི་གོང་ཁྲན་ཏང་གི་བསྒྲགས་ཡིག་དེའི་འོག་ཡིག་གི་པར་མ་ཐང་དང་པོ་དེ་ཁྱོད་རང་གི་ལོ་ཙཱ་ཡི་དགའ་དེ་རྣམ་གཟིགས་རེད། དེ་ང་ཚོ་དེར
ངའི་ལོ་བའི་ང་ཚོ་ལྔ་བཅུ་ང་ལྔ་ལོར་ལ་པེ་ཅིང་ལ་ཐེངས་དང་པོ་ཡོང་དེ་ནི་ལྔ་བཅུ་ང་དྲུག་ལོར་དེ་ཡོང་པར་རེད་བ་དེ་ནི་དེ་དུས་ང་ཚོ་མཱ་ཁི་སི་ཁྲོམ་ནས་ལོ་བརྒྱ་བརྒྱད་པའི་དུས་ཚོད་ལ་དེ་ནི་ཁོང་གི་དྲ་ཐང་ཇུ་གུ་སུ་ཀྲུང་དབྱང་གི་བཀའ་གནང་ནས་དེ་ནི་ང་རང་ཚོ་མི་རིགས་ང་ཚོ་བོད་གཅིག་པོ་མ་རེད་བོད་ཡིག་སོག་པོ་ཡུ་གུར། ཁྲའོ་ཞན་སྐད་ཚང་མ་མཉམ་པོ་འཇུག་དགོས་ཡོད་ཟེར། དེ་ནི་མི་རིགས་གཞན་པ་བོད་ནི་ཁྲའོ་ཞན་ལྟ་བུ་ཡིན་ན་ཁོ་རང་ཚོ། ཡོད་རེད། ཨོར་སོར་ནས་ཚ་བཅད་བྱས། ང་ཚོ་བོད་ཡིག་འདི་ཨང་དང་པོ་རེད། དེ་ནི་མའོ་ཀྲུ་དེ་གི་བཀའ་བློན། མའོ་ཀྲུ་ཁར་ས། གུང་ཁྲན་ཏང་དྲ་ཐང། དེ་བཅོས་ཡག་དེ་གུང་ཁྲན་ཏང་དྲ་ཐང་དེ་ག་རེ་རེད་ཟེར་ན། མ་ཁེ་སི་བསྟན་བཅོས་ནང་གི་བསྟན་བཅོས། རེད་རེད་བསྟན་བཅོས་ནང་གི་བསྟན་བཅོས། ད་ང་ཚོ་བསྟན་བཅོས་ནང་གི་བསྟན་བཅོས་དེ་ཡིན་ཟེར་བྱས་ནས། དེ་རེད་ད་ང་ཚོ་གསུང་འབུམ་ཡིན་བསྟན་བཅོས་ནང་གི་བསྟན་བཅོས་དེ་དེ། བརྗོད་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཟེར། དེ་ནི་ང་ཚོ་མི་གཅིག་གིས་དེ་དུས་བརྗོད་ཐུབ་དགོས་པ་མ་རེད། དེ་དུས་ང་ཚོ་བརྗོད་དུས་མི་མང་པོ་ཞིག་གིས་ཤུགས་བརྒྱབ་ནས། ཨོ་ཉོ་ཉོང་པོ་ཞིག་ཉམས་དང་རིག་གིས་ནི། ཐུན་མོང་དུ་དུས་སྔ་མ་དེ་བརྗོད་དུས་དེ་བརྗོད་ཡ་དེ་དེ་རེད། ང་ཚོ་བཀའ་བསྟན་འགྱུར་བརྗོད་དུས། སྔ་མ་བཀའ་བརྒྱད་དུས་ང་ཚོ་བསམ་ཡས་གླིང་ལ་བསམ་ཡས་ཡེ་འགྱུར་གླིང་ཡོད་རེད་པ། ཡེ་འགྱུར་གླིང་གི་ཉམས་མྱོང་རེད། མི་གཅིག་གིས་དཔེར་ན། སང་སི་ཀི་རིད་དང་སྐད་ཡེ་ཤེས་བོད་སྐད་ཡེ་ཤེས་ཚང་མ་བརྗོད་ཐུབ་ངེས་དེ་འདྲ་མི་མེད་ཟེར། རེད་ངོ་མ་ཁག་པོ་རེད། མི་མེད་དེ་དེ་འདྲ། ཐུན་མོང་གི་ཤུགས་དེ་འགན་འཛིན་བྱས། དེ་ནས་ང་ཚོ་དེ་དུས་འགོ་ཁྲིད་དེ་དུས་དགེ་བཤེས་རིན་པོ་ཆེ་དེ་དུས་པེ་ཅིན་བཞུགས་ཡོད་རེད། ཁོང་གཏན་གྲོལ་བྱུང་ཁོང་འགོ་ཁྲིད། དགེ་བཤེས་བཅས་ནི་ཁོས་ངའི་བཞིན་གྱི་མ་ཡིན་ཟེར་ཁོ་རྒྱ་ཡིག་བཞིན་གྱི་བ་མ་རེད་གཅིག་ནས། གཉིས་ནས་ཁོ་ཆབ་སྲིད་བྱེད་གི་མ་རེད་ཁོ་ཆོས་ཆོས་པ་རེད་བ། དེ་གུང་ཁྲན་ཐང་གི་སྒྲ་གདངས་སུ་དེ་ང་ཚོ་གསར་བརྗེ་གི་དམར་པོ་རེད་བ། དེ་ནས་མ་རེད་ཁྱེད་རང་གཏན་གྲོལ་བྱུང་ནས། དེ་ནས་ཁོང་གིས་ཚིག་སྦྱོར་ག་འདྲ་བེད་སྤྱོད་བཏང་དགོས་དགོས་འདུག་ཟེར། ང་ཚོས་རྒྱ་ཡིག་གི་ཐོག་ནས། གོ་བ་གོ་བ་ཆེ་ལས་ལ་འགོ་བ། རྒྱ་ཡིག་ནི་ང་ཚོ་བོད་ཡིག་ལ་མ་ལན། དེ་འདྲ་བསྒྱུར་ན་གོ་གི་འདུག་ག་ས། ཁྱེད་རང་ལྟས་ན་དེ་འདྲ་འགྲིག་གི་འདུག་ག་ས། མཐའ་གནད་དེ་ཚོ་དེ་འདྲ་བེད་སྤྱོད་བཏང་ན་འགྲིག་གི་འདུག་ག་དེ་འདྲ་དེ་བྱས། དེ་དུས་ག་ཚོད་གུང་ཁྲན་རིང་ལུགས་སྤྱི་ཚོགས་རིང་ལུགས་ཟེར་དེ་ཚོ་ཚང་མ་རྦད་དེ་མཐའ་གནད་གསར་པ་རེད། གསར་པ་བཟོས་ནས་ག་ལས་ང་ཚོ་དེ་འདྲ་བཟོས། ང་ཚོ་དེ་བསྒྱུར་ཚར་དུས་དེ་ནི་དེ་ག་བླ་མ་མཁས་པ་དེ་ཚོ་ང་ཚོ་བོད་ན་དེ་དུས་ནི་ངས་ངོ་ཤེས་ཡ་དེ་དེ་དུས་ག་བྱུང་བླ་མ་ང་ཚོ། སྤྲུལ་སྐུ་ནང་ནས་ངོ་ཤེས་ངེས་ད་སྤྲུལ་སྐུ་ཟེར་ནི་རེད་བླ་མ་ཟེར་ནི་ཨང་དང་པོ་ཚེ་བརྟན་ཞབས་རོང། ཚེ་བརྟན་ཞབས་དྲུང། ཁོང་ཚོ་ཚེ་བརྟན་ཞབས་དྲུང་པེ་ཅིང་ལ་གདན་འདྲེན་ཞུས་པ་རེད། ཨ། དེ་ནས་ཁོང་གིས། རྡོ་བའི་དགེ་བཤེས་ཀྱིས་ཟེར་ན། དེ་ཚོའི་སྐོར་ལ་ངའི་ཤེས་ཀྱི་མེད། དེ་ཁོང་ཚོ་གདན་འདྲེན་ཞུས་ན་ཡག་པོ་ཡོད་རེད་ཟེར། དེ་ནས་ཁོའི་ནུ་ཆུང་དེ་དུས་དགོན་པ་ནས་འདི་ཚོ་གདན་འདྲེན་ཞུས་ནས། ཚེ་བརྟན་ཞབས་དྲུང་དེ་དུས་ངས་ཐེངས་དང་པོ་མཇལ་དུས་ལྔ་བཅུ་ང་དྲུག་ལོ་ལ། དེ་དུས་ཚེ་བརྟན་ཞབས་རོང་མཇལ་བྱུང། ཐོན་བྱས་བྱུང། ཚེ་དོན་སི་ཤ་རོང་ནི་སྐོར་གཡེང་ཆེན་པོ། མིན་ཡང་ནང་ཆོས་བོད་མི་སེམས་ཁྱོན་ཆུང། མི་འགང་ཚོ་ལ། ལོ་གཞོན་གཞོན་དེ་ཚོ་ལ་ང་ཚོ་ལ་ཐུགས་ཁུར་ཞེ་དྲག་གནང་མཁན་ཅིག་འདུག། དེ་ནི་དེ་འདྲའི་མང་པོ་བྱས་ནས་ང་ཚོ་དམག་དམག་འདུ་བྱས་ཙང་ཁ་ཁ་ཤས་ཀྱི་ཟེར་ན་ད་ལྟ་གུང་ཁྲན་ཏང་གི་སྒྲ་གཏང་ངས་བརྗོད་པ་རེད་ཟེར་དེ་མ་རེད། ང་ཚོ་མི་གཅིག་གི་མ་རེད་ངས་མི་མང་པོ། མི་མང་པོ་མི་མང་པོ་ཡིན་ནས་དེ། གཙོ་བོ་གཅིག་ངའི་ལས་འགན་གཙོ་བོ་དེ་ལས་ཀ་གཙོ་བོ་དེ་མགོ་ནས་ཤུགས་པ་དེ་ངས་བྱས་པ་རེད་ཟེར་ན་བྱས་ཆོག་གི་རེད་གར་སེ་ན་རྒྱ་ཡིག་དེ་བོད་ཡིག་ཆུང་ངའི་ངག་རེད་དེ་ནས་ཡི་གེ་དེ་ཁས་བཅད་དུས་དེ་ནས་ང་ཚོ་དགེ་བཤེས་རིན་པོ་ཆེན་ཙལ་དགུང་ཆ་ག་རེ་འདུག་ཟེར་བཀའ་སློབ་ག་རེ་འདུག་ཟེར་དེ་ནས་ཁོང་ཚོ་ཡང་མི་ཁ་ཤས་དེ་དེ་ནས་ང་བོས། ང་བོད་བོད་ཡིག་ཁྱད་པར་ཞེ་དྲག་ཡོད་རེད། ང་བོད་ཀྱི་བོད་ཡིག་མི་ཁ་ཤས་ཀྱིས་བོད་ང་བོད་གོ་ས་ཆེན་པོ་རེད་ཟེར་དུས་དེ་ཙམ་གྱི་མ་རེད། རྔན་མ་བཀའ་བློན་ཡོད་རེད་པ། བཀའ་ཤག་བཀའ་ཤག་ཟེར་ནས་བཀའ་ཤག་སྤྱི་ཚོགས་རྙིང་པ་གང་བོད་ས་གནས་སྲིད་གཞུང་ལ་བཀའ་ཤག་ཞེས། བཀའ་བློན་བཀའ་བློན་ཞེས། བཀའ་ལན་ཞུས་གནང་ལ་གཙོ་བོ་གཅིག་གཅིག་ནི་བླ་མ་རེད་ང་ཚོ་ཆོས་སྲིད་ཟུང་འབྲེལ་རེད་ཨང་དང་པོ་དེ་བླ་མ་རེད་དེ་ནས་ཨང་གཉིས་པ་དེ་བཟོ་ཁང་ཟེར་ནས་བཟོ་ཁང་དེ་ཁ་བདེ་པོ་ཞེ་དྲག་ཡོད་རེད་དེ་ནས་བཀའ་ཤག་ནང་ལ་དེ་འདྲའི་བཤད་སྲོལ་ཡོད་རེད་བཟོ་ཁང་གི་ཕྱག་ཨེ་བཟོ་ཁང་གི་ཞལ་ང་བོད་ཀྱི་ཕྱག་ཟེར་ག་རེ་ཟེར་ན་བཀའ་བློན་གྱི་བཀའ་ཤག་བོད་ས་གནས་སྲིད་གཞུང་གི་ཐག་གཅོད་ག་རེ་བྱས་ན་བཀའ་ཟོར་ཁང་གི་སྐད་ཆ་བཤད་དགོས་ཡོད་རེད་བཟོ་ཁང་གི་ཞལ་ཁོ་རང་གི་ཞལ་ཞལ་ཞལ་ས་ཞལ་ལ་ཞལ།

དེ་ཡིན་པ་ཙང་གི་མ་ཚད་ཁོ་རང་གི་ཆ་འགྲིག་ཡིན་དངོས་གནས་ཡག་པོ་ཡོད་རེད་སློབ་སྦྱོང་ཡག་པོ་བྱས་འདུག་འབྲུག་རྩ་ཡིན་ནི་རེད་ཆུ་ཡིན་ནི་རེད་མ་བྲིས་དེ་ཡང་དེ་ནི་ང་ཚོ་དེ་ཚོའི་ཁེ་བྱས་ནས་ཡང་ང་ཕོད་ཙང་ལ་བྱིན་བསམ་འཆར་ག་རེ་འདུག་རེད་ཁོ་གི་དེ་དེ་ཀུན་དྲང་ཐང་གི་སྒྲ་གདངས་ཧུན་དེ་འདྲ་བྱས་ནས་ལོ་གཅིག་ལྷག་ཟེར་ད་དེ་ཀུན་དྲང་ཐང་གི་སྒྲ་གདངས་དེ་ཆུང་ཆུང་ཅིག་རེད་ཡི་གེ་ཡི་གེ་ཁྲི་གསུམ་ལྷག་ཙམ་བྱས་ཡོད་མ་རེད་དེ་དེང་སང་ཡིན་ན་སློབ་གྲྭ་གི་དཔེར་ན་གསང་སྤྱོད་དགོས་ཡིན་ན་ས་ཁོག་གཅིག་ལ་བརྗོད་ཚར་གི་རེད་ང་ཚོ་མི་མཁས་པ་ཆེན་པོ་དེ་འདྲ་མང་པོ་བཙུགས་ནས

ཡོ་ནཱ་ཐཱན་གྱི་ཚེ་དེ་ནས་ལས་སྐལ་དང་གང་ཡང་མགོན་གྱི་ཁ་ཚོན་ལོ་ཙཱ་ནས་ཚགས་ནས་ར་ཤེས་ཐཱན་གཅིག་དང་དང་འགྲིག་གི་རེད་དག་གི་ཅོག་དགོན་ནོ་ཚིག་ཅོག་དགོན་ནར། དེ་དུས་ང་ཚོས་ང་ཚོའི་ལུགས་སྲོལ་བྱས་ན་པི་ཀྲུན་གྱི་ལུགས་སྲོལ་བྱས་ན་གང་ཚོ་བྱས་ན་རིམ་པ་གསུམ་གྱི་དེ་བྱས་པ་རེད། ང་ཚོ་ཡི་གེ་བརྗོད་ང་ཚོ་བརྗོད་པར་བ། རེད་ལོ་ཙཱ་ད་ནས་ང་ཚོ་བརྗོད་ཚར་སོང་ཟེར་ན་ང་ཚོ་གཞུང་ལས་ཁང་གི་ཀྲུའུ་རེན་ལ་དེ་བྱས་པ་རེད། ཀྲུའུ་རེན་ང་ཚོ་ངག་དབང་སྐལ་བཟང་ཟེར་ན་ང་ཚོ་འབའ་པ་བྱས་རེད་དེ་ས་བཅད་རྒན་པ་བྱས་རེད། ཕིང་ཝང་དང་ཁོང་ཚོ་མཉམ་པོ་བྱས་ནས་ཁོ་བོད་ཡིག་ཡག་པོ་ཡོད་རེད་རྒྱ་ཡིག་བོད་ཡིག་ཚང་མ་དེ་ནས་ཁོས་འགྲིག་གི་འདུག་ཟེར་བྱས་ནས་ཁོ་ཡ་ང་ཚོ་མི་རིགས་དཔེ་སྐྲུན་ཁང་དང་ཡིད་སྤྱོད་ཁང་གི་ངོ་འཕྲོད་ལས་ཞུས་དགོས་རེད་ཡིད་སྤྱོད་ཁང་གི་ངོ་འཕྲོད་ལས་ཞུས་ཚར་དུས་དེ་གི་ལུགས་སྲོལ་བྱས་ནས་ང་ཚོ་རིམ་པ་གསུམ་གི་ཐག་གཅོད་བྱས་རེད་རེད་ཐ་མ་མཐའ་མཇུག་ང་ཚོའི་ལས་ཁུངས་དེ་སུས་འགོ་ཁྲིད་བྱས་མི་རིགས་ལས་ཁུངས་མི་རིགས་ལས་ཁུངས་མི་རིགས་ལས་ཁུངས་ཁོ་ཚོས་ཐག་གཅོད་བྱེད་དགོས་རེད་དེ་དུས་ཀྲུའུ་རེན་ཨུ་ལའང་ཧྥོ་སི་སོག་པོ་རེད་ཀྲུའུ་རེན་གཞོན་པ་ང་ཚོ་དེ་སེ

ད་གཙོ་བོ་ནང་དོན་ལྟ་དུས་ང་ཚོ་དེ་དུས་ཡིག་ཕྱོགས་མ་ཕྱོགས་དེ་སྣ་ཁ་གསུམ་ལ་ལྟ་དགོས་པ་རེད། ཨང་དང་པོ་དེ་ཆབ་སྲིད་པ། རེད། ཆབ་སྲིད་ཀྱི་ནང་དོན་དུ་བརྗོད་རྒྱུ་ཡོད་མ་རེད་བསྟན་བཅོས་ཡིན་ན་དེ་རྣམས་ཡིན་གཅིག་མིན་གཅིག་དེ་དེ་བྱེད་དགོས་པ་རེད་པ། རེད་ངོ་མ་རེད། དེ་ཆབ་སྲིད་དེ་ཐོག་ལ་དེ་བརྗོད་མེད་པ། དེ་ནི་ག་དེ་དེ་ནི་ཨང་གཉིས་པ་དེ་ག་ནི་སྡེབ་སྦྱོར་གཉེན་པོ། དེ་མ་ཁེ་སི་གི་གསུང་རྩོམ་དེ་གཉེན་པོ་གཅིག་ཡོང་མི་སྲིད་སྐད་ཆ་ཕྲག་དགུ་དེ་འདྲ་བྱས་ན་ཡོང་གི་མ་རེད་མི་ཀློག་ནི་ཀློག་བདེ་པོ། ཉན་ནི་ཉན་ནི་ནག་ཚ་ཉན་བདེ་པོ། ཉན་བདེ་པོ་དེ་ནི་བློ་ལ་ངེས་བདེ་པོ། དེ་འདྲ་གཅིག་གོ་རེད། ད་དེ་ཨང་གཉིས་པ་དེ་དེ་འདྲས་རེད། གཅིག་ནི་ཆབ་སྲིད་ཐོག་ལ་ནོར་འཁྲུལ་མེད་པ། གཉིས་ནི་ཡིད་ཆ་ཡིད་དཔྱོད་བདེ་པོ་ཡོད་པ། ཨང་གསུམ་པ་དེ་གར་ཟེར་ན་དེ་ནི་ཡིག་ནོར་དང་དེ་ཚོ་མེད་པ།

ཚང་མ་དེ་ནི་མ་འདྲ་བ་ཡོད་རེད་བ་དེ་ནི་དེའི་ནང་ལ་དེ་ནི་ང་ཚོ་སང་ཆ་དེ་ག་དུས་བྱས་ནས་བྱས་ཚ་གཅིག་ནི་ཆབ་སྲིད་ཐོག་ལ་མེད་པ་གཉིས་ནི་དལ་འབྱོར་ཐོག་ལ་མེད་པ་གསུམ་ནི་སུམ་རྟགས་ཐོག་ལ་དེ་ནི་བྱས་མེད་པ་དེ་ནི་དེ་དེ་རྗེས་མི་རྗེས་མ་དཔེ་བལྟ་ནས་ཨོ་དེ་ལ་སུམ་རྟགས་དེ་ནི་རིང་པོ་འདུག་དག་ཆ་དེ་མི་ནོར་འཁྲུལ་མང་པོ་འདུག་ཟེར་དེ་ཡོང་གི་མ་རེད་དཔེར་ན་བྱང་བྲག་གི་བྲག་དེ་ནི་ཡིན་ན་ས་ག་ད་གར་དར་བའོ་ས་ག་ད་གར་དར་བྲག་ག་བྲག་བྲེ་བ་ས་ག་ད་གར་དར་བྲག་བྲེ་བ་དེ་ནི་ཁ་ཤས་ཀྱི་ཚེ་ནི་འབྲོག་ཟེར་ནས།

དེ་ཡི་རྩོད་པ་ཞིག་གོ་བསྡུར་མང་པོ་བྱས་པ་རེད། དེ་ནི་ང་ཚོ་དཔལ་ནཱ་ཀྲུང་གོ་ཀྲུང་དབྱང་མི་དམངས་སྤྱི་མཐུན་རྒྱང་བསྒྲགས་ལས་ཁུངས་སམ་རྒྱང་སྒྲོག་ལས་ཁུངས་སམ་བདེ་པོ་མི་འདུག་རྒྱང་སྒྲོག་མང་ཚོགས་ཀྱི་རྒྱང་བསྒྲགས་རྒྱང་བསྒྲགས་དེ་དག་ཡིག་ལ་ཡིག་བལྟས་ན་ཡང་དག་ཡིག་ལ་མཐུན་པོ་མི་འདུག་ཟེར། དེ་ཚང་མ་མིང་ཚིག་ཚང་མ་སྤྱི་བཏང་གི་ད་ལྟ་བར་གྱི་དེ་བྱེད་སྒོ་རེད་ས་པ་དང་པ་ཡི་དང་བྱ་ན།

ཆབ་སྲིད་ཀྱི་ནང་དོན་རྩ་ནས་ནོར་འཁྲུལ་ཡོད་མ་རེད་དེ་ཡོང་ཆོག་གི་མ་རེད་གུང་ཁྲན་ཏང་གི་བསྟན་བཅོས་རེད་ཨང་གནས་པ་བདེ་སྦྱོར་སྙན་པོ་ཡག་པོ་ཨང་གསུངས་པ་དང་རྟ་མཇུག་སྟེ་ག་རེ་ཟེར་ན་ང་ཚོ་ཁང་པའི་ཨང་སང་གི་ཡུལ་སྐད་ཀྱི་འབྲེལ་བ་ཡོད་རེད། དེ་ནས་ཚིག་མཐའ་སྣེ་ཁ་ཤས་བྱས་པ་ཡིན་ན། ལྷ་ས་གི་དབུས་གཙང་གི་འགྲོ་ལུགས་རང་བྱས་ན།

དགེ་བཤེས་རིན་པོ་ཆེ་འགའི་སློབ་མ་རེད། ང་བོད་ཀྱི་ཁོ་རང་བརྩི་འཇོག་ཞེ་དྲག་བྱེད་ཀྱི་རེད། དགེ་བཤེས་རིན་པོ་ཆེ་འགའི་ཐག་ཆོད་ནང་ན་འགྲིག་གི་རེད་ཟེར། མ་རེད་མ་རེད་ཁྱེད་རང་གི་དེ་འདྲའི་དབུས་གཙང་གི་གོ་སྐབས་མ་དགོས་ཟེར། དེ་ནས་ཡུལ་སྐད་ཚང་མ་བྱས་ཙང་ཀ་ང་ཚོ་ཡུལ་སྐད་ཚང་མ་དག་དོ་སྣང་བྱས། ཚང་མ་ལ་ལྟ་རྟོག་བྱས་ཡོད། ད་དེའི་ནང་ང་ཚོ་ཀུང་ཁྲན་ཏང་སྦྲག་ཏང་སོ་བདུན་བཟོ་གསར་བྱས་ཡོད་པའི་གནད་དོན་ཆེན་པོ་གཅིག་དེ་ནས་སྐད་ཆ་སྐད་ཆ་བརྗོད་དུས་ཡུལ་སྐད་ཚང་མ་དེ་བྱས། དེ་ནས་ང་ཚོ་ཡུལ་སྐད་དང་ཡང་མ་མཐུན། ཡིག་སྐད་ཡིག་སྐད་བྱས་ན་མང་ཚོགས་དང་འགྲོ་གི་མ་རེད། དེ་ནི་མང་ཚོགས་སྐད་བྱ་དུས་ཡིག་སྐད་དང་མཐུན་གི་མི་འདུག་ཟེར། དེ་ནས་དགེ་བཤེས་རིན་པོ་ཆེ་ང་ཚོ་ཡི་གེ་སྦྱོར་བ་ཐོག་མ་ལ་ང་ཚོ་སྐྱོན་བརྗོད་དང་ངས་ད་ལྟ་གསལ་པོ་གོ་གི་འདུག་དྲན་གི་འདུག་ལོ་དྲུག་ཅུ་ལ་ཁོང་ག་རེ་ཟེར་ན་ཕྱི་ནང་དང་པོ་སྦྱོར་བ་དེ

དེ་ནས་དེ་འདྲ་བྱས་ཏེ་དེ་དུས་ང་རང་རང་ལ་ཕན་ཐོགས་ག་རེ་བྱུང་ཟེར་ན། དེ་ནི་ཕྱོགས་ཚང་མ་གི་ཡིག་སྐད་དང། ཆོས་སྐད་དང་ཡུལ་སྐད་དང། དེ་ནི་གཞུང་གི་ཡིག་རྒྱུགས་དེ་ཚོ་དེ་ནི་ང་ཚོ་གཞུང་ཕྱོགས་ཀྱི་ཡི་གེ་ང་ཕོད་བཀའ་བློན་རེད་བ། དེ་ནི་གཞུང་ཕྱོགས་ཀྱི་ཡིག་ཆ་མང་པོ་སློབ་སྦྱོང་བྱས། དེ་ནས་དེ་བྱས་ལ་ང་ཚོ་གཞུང་ཕྱོགས་ཀྱི་ནང་དོན་དུ་ལོག་ག་རེ་བ། ཡིན་ནའི་ཚིག་དང་ཡི་གེ་འགྲོ་ལུགས་ལ་ང་ཚོ་ཕན་ཐོགས་ཆེན་པོ་འདུག།